རྒྱུ་ནང་ནས་དཀའ་ངལ་གཅིག་དེ་ཡང་ནི་ག་རེ་ཞུ་བ་ཡིན་ན། སོ་སོའི་གིས་སྐད་ཡིག་གི་གནས་བབ་ལ་དཔེ་བས་ནི་དེབ་ཡོད་བཞིན་ཚང་མ་ཞིག་བདམས་ཐུབ་ཀྱི་མི་འདུག་ད་དེ་དང་མེད་ལ་ཐབས་ལམ་ག་རེ་ཡོད་དེ་འདྲའི་བཀའ་འདྲི་ཞུ་གི་འདུག་སྤྱི་བཏང་གིས་དེ་ལ་ཐབས་ལམ་རབ་དང་རིམ་པ་མང་པོ་མཁས་དབང་ཚོས་ནང་གསུང་གི་ཡོད་རེད་དག་ན་ཞིང་དགེ་བའི་བཤེས་གཉེན་ཚོས་ཉིན་ལྟར་ལམ་བསྟར་གནང་གི་ཡོད་རེད་ཨང། དེ་མ་ཟད་ཁྱེད་ཚོ་གྲྭ་རྒན་རྣམས་ལ་བལྟ་ཡོད་རེད། ཡིན་པ་ཡང་ད་ངས་སྤུ་གུ་ཆུང་ང་ཚོ་དམིགས་ཡུལ་དམིགས་གཙོ་བོ་བཟུང་ནས་ཐོག་ནས་རག་ཨ་ནི་ཐབས་ལམ་ལས་སླ་པོ་འགོ་ཚུགས་བདེ་པོ། ལག་བསྟར་བྱེད་པ་ནས་བྱེད་བདེ་པོ་ཡོད་རྒྱུ། མཛུབ་མོ་ལྔ་ཡི་ཐབས་ལམ་འམ Five Finger Rule བྱེད་པ་དེ་བེད་སྤྱད་བྱེད་ཡིན་རག། དེ་ཡང་སྤྱི་བཏང་གི་ལག་བསྟར་བྱེད་སྟངས་སྒྲོག་འདེབས་ག་འདྲ་རེ་ཞུས་པ་ཡིན་ན། ཨ་ནི་ཁྱེད་རང

ཚིག་གསུམ། གཞི་དེ་འདྲས་མ་བཞེངས་པ། ཡོད་པ་ཡིན་ན་ཨ་ཁྱེད་ཀྱིས་ད་གནས་བབ་ག་འདྲས་ཤིག་གླེགས་བ་རེད་ན། ཨ་ཚིག་དེ་ཡོད་ས་ང་ཤེས་ཀྱི་མི་འདུག་ཡིན་པ་ཡིན་ན་དེབ་དེ་ང་བླུག་གི་ཡིན་ཁ་ཅིག་ན་ན་ཚིག་མ་བཞེངས་རྒྱུ་དེ་ན་ང་ནང་ལ་སྐད་ཆ་དྲི་སའི་ཡོད། ཕ་ལ། ཨམ་ལ། ཅོ་ཅོ་ཨ་ཅག་གྲོགས་པོ་གྲོགས་མོ་སྐད་ཆ་དྲི་སའི་ཁོ་ཚོས་སྐད་ཆ་དྲི་ནས་ང་དེ་འགོ་ཚུགས་ཐུབ་པ་བྱེད་ཀྱིན་ལས་ཆོག་ཨ་དེ་ཚོད་ལྟ་རང་གིས་བྱེད་དུ་ཀྱང་གི་པ་བླུག་གི་ཡོད་རེད། དེ་ནས་ད་ནང་སེང་ཤོག་གྲངས་ད་རང་ནང་ལ་ཁྱེད་རང་གིས་ར་ཚིག་ལྔ་ལས་མང་ང་ཅུ་འགོ་ཚུགས་ཀྱི་མེད་བ་ཡིན་ན་ཨ་འདི། ཁྱེད་རང་གི། སྐད་ཡིག་གི་གནས་ཚད་རེད་ཁྱེད་རང་གི་ཤེས་ཡོན་གནས་ཚད་དེ་ཏག་ཏག་རན་པ་ཅིག་མ་རེད་དེ་འདྲ་སོང་ཙང་དེབ་ན་གཞན་པ་གནས་ནས། ད་ལམ་ལམ་ཐབས་ལམ་དེ་རང་འཇགས་སྒོ་ནས་ལག་བསྟར་བྱས་ན་འགྲིག་གི་ཡོད་རེད། ད་དེ་བྱེད་སྟངས་ཀྱི། དེ་འདྲ་ཁག་པོ་འགྲོ་དང་མགོ་མ་ཚོས་དེ་འདྲ་ག་གི་དགོས་ཆེ་བ་མ་རེད། དེ་འདྲ་སོང་ཙང་ངའི་སློབ་ཕྲུག་ཆུང་ང་ཚོ་རེད་ད་ང་ན་གཞན་གྱི་ཕ་མ་ཚོ་གི་གལ་སྲིད། སོ་སོ་རང་ཉིད་ཀྱི་ཕྲུ་གུ། ར། དཀའ་ངལ་དེ་འདྲ་འཕྲད་ཀྱི་ཡོད་པ་ཡིན་ན། ཐབས་ལམ་དེ་ལག་བསྟར་བྱས་པ་ཡིན་ན། ང་ནི། སྟབས་བདེ་བོ། འགོ་ཚུགས་ཀྱི་འགོ་ཚུགས་པོ། ང་ནི་ཕན་ཐོགས་པོ་ཡོང་གི་རེད་བསམ་གྱི་འདུག་དེ་འདྲ་སོང་ཙང་ངས་བརྙན་ཐུང་དེ་བཟོས་པ་ཡིན། ཨ་ཚང་མ་ལ་ཐུགས་ཆེ་གནང།